ཐོག་མ་དེར་རྒྱལ་སྤྱིའི་གནས་ཚུལ་བཅོས་མ་འགྲོ་ཁ་ཅིག་ཞུས་ཕུལ་ན་ད་ལྟ་འདི་རྒྱ་ནག་གི་མཚོ་དམག་དང་འབྲེལ་བའི་ཐོག་ནས་རེད་རྒྱ་མཚོའི་བདག་དབང་དང་འབྲེལ་བའི་ཐོག་ནས་ད་འདི་སཱི་ལཱ་མི་སཱི་ལན་སིང་ལ་ནི་ད་ཐབས་བྱུས་ཞིག་བེད་སྤྱོད་གཏང་གི་ཡོད་པ་འདྲ་སྟེ Tactics ལ་བོར་བ་ད་ཐབས་ལམ་དེ་བེད་སྤྱོད་བཏང་པའི་ཐོག་ནས་རྒྱ་ནག་ཁོ་རང་ཚོ་གི་ད་ཆུ་མཚམས་ཀྱི་ཉེ་འཁོར་ཡང་ནི་དུ་སོ།

བཱང་ལ་དེ་ཤི་ཀི་སྲིད་བློན་ཁྱོད་ཀྱིས་ནི་འཛམ་གླིང་ཕྱི་ལོགས་ཡ་དང་པོ་དེ་ནི་དུ་ས་རྒྱ་ནག་ལ་འཚམས་གཟིགས་ཐད་ཡོད་པ་དང། དེ་རིང་དུ་ས་རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང། རྒྱ་ནག་ཡ་རེད་ས་པ་སང་ཡ་མཇལ་འཕྲད་བྱུང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དང་ན་ཤི་བཱང་ལ་དེ་ཤི་ཀི་དང་རྒྱ་ནག་གི་རོགས་རམ། དེ་ཡིས་བཱང་ལ་དེ་ཤི་ཀི་ལས་བྱ་ཐ་དད། Testa Plan ལས་སུ་དེའི་གི་ལི་གཞི་དེའི་གི་ཐོག་ལ་ལི་ཆར་དེ་ལ་རྒྱ་ནག་གི་རོགས་རམ་གཏོང་ཡོད་པ་དང་ཐ་ན་ཞི་རྒྱ་ནག་གི་གནའ་དམག་གི་དམག་གི་གནམ་གྲུ་ཉི་ཤུ་རྩ་བཞིའི་ཉུལ་བས་གི་ཐག་གཅོད་བྱུང་ཡོད་པའི་གནས་ཚུལ་བཅས་རེད་ཤ་རྗེ་ཅུ་སི་ཨི་ལས་སུ་དེའི་གནམ་གྲུ་དེ་ཡིན་ན་ཁ་སྔོན་ཉིས་སྟོང་ཉི་ཤུ་རྩ་ལྔའི་ལོ་རྒྱ་དང་པ་ཀི་སི་ཐན་དམག་ཤོར་བའི་སྐབས་སུ་པ་ཀི་སི་ཐན་གྱི་གནམ་གྲུ་དེ་ཡིས་ནི་རྒྱ་གར་གྱི་ཐོག་ལ་བེད་སྤྱོད་བཏང་ཡོད་པ་དེ་འདྲ་གྱི་གནམ་གྲུ་བཅས་ཆགས་བསྡད་ཀྱི་ཡོད་པ་འདྲ། དེ་ནི་ཨ་རིའི་སྲིད་འཛིན་ཀྲམ་དང་ཨ་རིའི་སྲིད་གཞུང་ནི་ད་ལྟའི་རྒྱ་ནག་གི་དབང་པའི་ད་ལྟའི Paul Star ལ་སོས་ད་ཁོ་རང་སོ་གི་རྒྱ་མི་གྱི་གློག་གི་མོ་འདྲ་བཙོང་གི་ཡོད་པ་འདྲ་ད་དེའི་བཙོང་ཡ་དེ་ཨ་རིའི་ནང་ལོ་ཡ་ཉིས་སྟོང་ཉི་ཤུ་རྩ་བདུན་ནས་ཀ་ཡ་གི་རྩིས་རྒྱག་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་གང་ལྟར་ཨ་རིའི་གྱི་བྱས་ན་ད་རྒྱ་ནག་གི་གློག་གི་མོ་འདྲ་གི་ཁྲིམས་རིགས་དང་ན་ཤེས་དེའི་ནང་གློག་གི་འཁྲུར་ཆ་དང། མ་ལག་ལྟ། གློག་གི་མ་ལག་དེ་ཚོ་ཡིན་ན། ཨ་ནི་ཨ་རི་ནང་བཙོང་ན་ལྟ་ཨ་རི་ནགི་བདེ་འཇགས་དང་དེ་འདྲས་ཀྱི་ཐོག་ནས་འགན་འཁྱེར་ཐུབ་ཀྱི་མེད་པ་དེ་འདྲས་ཡིན་ཙང་ཨ་རི་ལ་བཙོང་ཡ་བཀག་བསྡོམས་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤག། རྩ་བའི་ད་ལྟའི་གློག་གི་མུ་དྲ་དེ་གི་ད་རྒྱ་ནག་ནང་གི་ལོ་གཅིག་གི་ཚོང་གི་ནང་གློག་ནི་ད་བརྒྱ་ཆ་དྲུག། ཨ་ནི་ཨ་རི་ལ་བཙོང་ཡོད་པ་ད་འདི་ལ་དུས་ཁྲོམ་ར་ག་ལོ་ཆེན་པོ་ཡོད་འདུག་པ་དེ་འདྲས་ཀྱི་ཐོག་ནས་གནས་ཚུལ་བཅས་ཆགས་འདི་སྐབས་ད་ལྟ་ག་འདྲ་ཨ་རི་གི་ཚོང་དེ་བཀག་ཡོད་པའི་གནས་ཚུལ་བཅས་རེད་དེ་ཤག། དེ་ནས་ད་ལྟའི་དྲ་ཐོག་ལ་འགྲོ་ཡ་གཅིག་ཡ་རྒྱ་ནག་གི་གནམ་གྲུ་ཆུན་ཆུན་གཅིག་ཨ་ནེ་རྒྱ་ནག་རྒྱལ་ས་པེ་ཅིང་གི་ཁང་པ་ཚད་མཐོ་ཤོས་བརྒྱ་དང་དགུ་ཡོད་འདོད་པའི་ཁང་བརྩེགས་གཅིག་གི་དཀྱིལ་མ་ཡ་དུ་བརྡབ་སྐྱོན་བྱུང་ཆ་ག་ད་ལྟ་སྔོན་མ་ཨ་རིའི་ཡ་ད World Trade Center ལྷོ་རོ་འཛམ་གླིང་གི་ད་ལྟའི་ཚོང་ལས་ཀྱི་ཁང་པ་ཚད་མ་གཉིས་ཀྱི་ནང་ལོ་ཡ་གཏོར་སྐྱོན་བྱུང་བ་རོ་དེའི་ནང་བཞིན་གནམ་གྲུ་གདོང་ཐུག་བརྒྱ་བརྒྱ་ནི་གནམ་གྲུ་གདོང་ཐུག་བརྒྱ་བ་དང་གནམ་གྲུ་ནང་ལ་མ་འཛུལ་བ་བཅས་ཆ་གནམ་གྲུ་དུམ་བུ་གཉིས་ལ་ཆ་ཆ། ཨ་ནི་བར་སྣང་ཁམས་ནི་མ་རྣམ་དྲུག་གི་ད་དུམ་བུ་དུམ་བུ་ཚ་བསྡད་པ་དེ་འདྲའི་གི་གཉིས་སྟོང་མཐོང་ཡས་ཡོད་བསྡད་པ་དང་ཨ་ནི་རྣམ་དྲུག་གི་ཡན་ལག་གཅིག་ཏུ་ས་ཐོག་ལ་མ་ཚ་བྱ་སྤྲེགས་སེ་གཅིག་གི་སྒྱིད་གུང་ལ་ཁད་བྱས་ཨ་ནི་སྤྲེགས་སེ་གི་སྒྱིད་གུང་ཡང་ཆགས་ཡོད་པའི་ནི་ཚུལ་དཔྱད་བཤད་བསྡད་ཀྱི་འདུག་གང་དག་རྒྱ་ནག་གི་ཁང་པ་རིང་པོ་འདི་ཁོ་རང་ཚོ་གི་སི་ཏི་སི་ཐྲའོར་ལས་ཀྱི་ཡོད་པ་ཡང་རྒྱ་ནག་ཁོ་རང་ཚོ་ནི China Zoo ནི་ནི་ཅི་ལེགས་ད་གང་དག་འདི་ཁང་པ་འདི Building འདི་ལ་ད་འདི་དོ་པོ་ཞེ་དྲག་ཆིངས་མེད་པའི་ནི་ཚུལ་དཔྱད་བྱས་ཀྱི་ཡོད་འདྲ། དེ་ནི་རྒྱ་ནག་གི་བཅོས་མའི་རིག་ནུས་ལ་རོལ་མི་སྲོལ་རིག་ནུས། AI། གི་ད་ལྟའི DeepSeek དེ་ཁོ་རང་ཟོག་གི་འགྲོ་གྲོན་ཤུགས་ཆེ་རུ་བཏང་ཡ་ད་ནི་ཁོ་རང་ཟོག་གི་ད་ལྟའི་ལས་ཀ་བྱེད་ངེས་ད་ལྟ་ཡོད་བསྡད་པ་དེ་ལྡབ་གཉིས་ལོག་ལ་ཡར་པ་རེ་གི་རྩིས་རྒྱག་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཆགས་གང་ལྟར་ཁོ་རང་ཟོག་གི་ད་ལྟའི་ལས་ཁུངས་མ་ལག་གཙོས་པའི་ཡན་ལག་ལས་ཁུངས་ཚང་མའི་ནང་ལོ་ཡི་ལས་ཀ་བྱེད་ངེས་མང་རུ་བཏང་ཡ་ད་ནི་ཁོ་རང་ཟོག་གི་ད་ལྟའི AI གི་ཁྱབ་བྱ་ལ་རོལ་ད་གང་ལྟར་ཚོང་གི་རྒྱ་ཆེ་ཆུང་དེ་ཤུགས་ཆེ་རུ་བཏང་ཡག་གི་རྩིས་རྒྱག་གི་ཡོད་པའི་གནས་ཚུལ་བཅས་རེད་དེ་བཤད། རྩ་བའི། ཉེ་བའི་ཟླ་བ། རེ་གཉིས་སྔོན་ལ་ནི AI གིས་ཁོ་རང་ཚོ་གི། ད་ལྟའི། AI DeepSeek གིས་ཁོ་རང་ཚོ་གི་རྟ་དམར་རྩྭའི་དཔེ་ཆ་དེ་འབྲོག་ལ་བི་ལིན་བདུན་དང་ཚགས་བཞི་ལ་ཡར་སྤར། བྱས་ནས་གང་ཐག་ལས་གཞི་ཆེ་རུ་བཏང་གི་ཡོད་པའི་གནས་ཚུལ་བཅས་རེད་དེ་བཤད། དེ་ནི་ད་ལྟའི་ཁེ་ན་རྡ་ལ་ཇི་ཆེ་གི་སློབ་ཕྲུག་སློབ། སློབ་ཆུང་བསྐྱངས་ཁར་ཡུལ་དངོས་ཀྱི་བརྒྱ་ཆ་དེ་བརྒྱ་ཆ་དྲུག་ཅུ་ལ་མ་ཚ་བ་ཡོད་པའི་གནས་ཚུལ་གཅིག་ཀན་ན་རྡ་གི་སྲིད་བློན་མར་ཁར་ནི་གིས་བཤད་ཀྱི་ཡོད་པའི་གནས་ཚུལ་གཅིག་དང། ཐ་ན་ཤེས་ཀན་ན་རྡ་གི་སྐྱབས་བཅོལ་གླེང་ཡ་དེ་ན་བརྒྱ་ཆ་ཁ་ལོ་ད་དུམ་བུ་གསུམ་གྱི་མ་ཆགས་ཡོད་པ། ཐ་ན་ཤེས་ཕྱི་རྒྱལ་གྱི་མི་ཡིན་ལས་ཀ་བྱེད་མཁན་ཡུལ་དངོས་ཡིན་ན་དེ་ཚོ་ཡི་ཚང་མ་མ་ཚ་བྱས་ད་ག་ད་ཀན་ན་རྡ་གི་ནང་ལོག་ཡ་ད་ཉེ་ཆར་དུ་མི་མང་པོ་སློབ་ཕྲུག་ད་སྐྱབས་བཅོལ་མང་པོ་ཡོང་བྱ་ཁང་པ་ད་སྡེ་ཁིམས་མདང་ན་སའི་ལས་ཀ་དེ་ཚོ་ཚང་མ་དཀའ་ངལ་ཆེན་པོ་འཕྲད་པའི་གནས་ཚུལ་མང་པོ་བྱུང་བ་རེད་སྤྱི་ཚང་གི་ད་ལྟའི་ཨ་ཕྱི་ལོག་གི་ཡུང་ཡན་དེ་གར་གང་འཚམ་གྱིས་མ་ཉུང་རུ་བཏང་ཆ་བཀག་སྡོམ་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་རྒྱ་གར་སློབ་ཕྲུག་འགྲོ་བྱེད་ན་ཉིས་སྟོང་ཉི་ཤུ་རྩ་གསུམ་ཡར་ཀ་ན་ཀྲ་གི་ནང་ལོ་ཡར་སློབ་ཕྲུག་གི་བརྒྱ་ཆ་དེ་ལྔ་བཅུ་ང་གཅིག་ཆགས་བསྡད་ཡོད་པ་རེད་ད་ད་ལྟའི་ཉིས་སྟོང་ཉི་ཤུ་རྩ་ལྔ་ཡར་བརྒྱ་ཆ་བརྒྱད་ཆགས་ནས་བད་ཁོ་རང་ད་ཉིས་ལོ་གསུམ་ལོག་གི་མ་ཚགས་ཡོད་པའི། མི་ཚོས་སྐད་ཆ་འདི་གི་འདུག་དེ་ནི་རྒྱ་གར་དང་པ་ཀི་སི་ཐན་གྱི་དམག་ཉིས་སྟོང་ཉི་ཤུ་རྩ་ལྔ་སྤྱི་ཟླ་ལྔ་པའི་ནང་དུ་བྱུང་བ Operation Sindoor དང་འབྲེལ་བའི་ཐོག་ནས་རྒྱ་གར་གྱི་དམག་མིའི་བློ་སྟོབས་ཆེན་ལ་བར་བློ་ཁོག་ཆེན་མི་དྲུག་གིས་འདས་གྲོངས་སུ་ཕྱིན་པའི་མཚན་གཞུང་མ་བཏོན་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཁོ་རང་ཚོ་གི་མཚན་གཞུང་དེ་རྒྱ་གར་གྱི་ད་ལྟའི་དམག་དོན་དང་འབྲེལ་བའི་ཐོག་ནས་སྟབས་མི་གྲོངས་པའི་ཐོག་བརྐོས་ས National War Memorial དང་དེའི་རྡོ་རིང་སྒང་ལ་བརྐོས་ཡག་གི་ཆ་ཞིག་ཡོད་བསྡད་པའི་ནི་ཚོའི་དཔྱད་རེད་དེ་ཤག་གང་ལྟར་དམག་མི་དེ་ཚོ་གི་མིང་དུ་ས་མི་དྲུག་གི་མིང་ཡོད་བསྡད་པ་ད་ང་ཚོ་དེ་ངོ་ཤིང་མར་དེ་མ་ཐོན་མ་གོ་བ་ཆེས་མང་ཆེ་བ་དེ Bihar ངོ་ཕྱོགས་ནས་ཡིན་པའི་རྣམ་པ་ཅིག་འདུག་གང་ཡིན་ཟེར་ན་མིང་གི་རྒྱབ་ལོག་ལ Kumar Kumar ལས་དེ་མང་པོ་ཡོད་བསྡད་པ་དེ་འདྲ་གི་ནི་ཚོའི་དཔྱད་རེད།

དགའ་བོ་ཆགས་བྱས་ད་ནང་མི་རྒྱུ་གཉིས་ཀ་གི་ཕ་ཆོག་སྲི་ཆོག་ནང་མི་གཉིས་ཀ་གི་ངོ་ལེན་བྱས་བྱས་ད་ཁོ་རང་གཉིས་ཀྱི་ཆང་སད་རྒྱའི་སྐད་ཆ་ཤེས། དེ་འདྲ་གི་གནས་ཚུལ་གཅིག་གི་ཐོག་ནི། ད་ཁོ་རང་གཉིས་ཀྱི་པ་ར་ལྕི་བའི་ལུག་ལྔ་ཀྱི་ད་བར་ཐག་ཡོད་བསྡད་པ་ད། ནི་བུ་མོ་དེ་ཡིན་ན་ད་འདི་སློབ་གྲྭ་འགྲོ་བསྡད་པ་ད་དེ་འདྲ་གི་གནས་ཚུལ་བཅས་རེད་བུ་དེ་ཡིན་ན་ད་ཁོ་རང་སོ་ནང་གི་པ་བའི་ཚོང་དེ་བདག་པོ་རྒྱག་གི་ཡོད་པ་དེ་འདྲའི་གི་ཐོག་ནི་ད་མི་ཚང་ཆེན་པོ་ཆེན་པོ་ལ་འོ་ར་གང་ལྟར། ཆད་ཆད་དེ་འདྲ་དེ་ཡིན་ས་མ་དེ་ནི་ད་དྲིང་དྲིང་གི་ཆད་དེ་འདྲ་ཡིན་དེ་པ། དེ་འདྲའི་གཅིག་གི་སྐབས་སུ་ད་བུ་མོ་དེ་ལ་དགའ་རོགས་ཞེན་པ་འཕྲད་པ་ད་ཨ་བུ་མོ་དེ་གི་ད་ཁ་ཚང་འདུག་ས་ཁོ་རང་གི། ད་མ་འོངས་པའི་ཁྱོ་ག་གར་ཆད་ནས་སད་པ་དེ་ད་གནས་ཚུལ་གི་ཐོག་ནས་ད་བཤད་བྱས་པ་ཅི་ན། ཁོ་མགོ་ཡོ་ནི་སྐྲ་ཤ་ཀྲི་རེ་བཞག་སེ་སྐྲ་མི་འདུག་ས་ཨ་ནི་ཁོ་གི་སྐྲ་ཚབ་གར་གི་འདུག་ས།

ཨ་འདུག་ས་ཁོ་གི་ཕུང་པོ་མ་ཚང་ཚང་མ་ཞུ་འབུད་བཏང་ཚར་བ་དེ་འདྲ་ཅིག་རེད་ཤག་ནས་ད་བུ་དེ་གི་ཨ་ཅག་ཏུ་ད་དེ་དོགས་པ་ཡང་སེ་ཟ་ཤག་ནས་མོ་ལ་ག་འདྲ་བྱས་སོ་གར་བྱས་ནས་འགྲོ་ཡིན་རེད་སྐད་ཆ་མང་པོ་དྲིས་ཡོང་དུས་ད་མོ་རྫུན་མ་རུ་བ་ནི་ཆེ་ཚང་གི་སྐད་ཆ་ཡང་ཡང་འགྱུར་བ་ཐེབས་ཀྱི་ཡོད་པ་ནི་བུ་མོ་དེ་དེ་ཅིག་སྤྱང་པོ་ཡོད་ས་རེད་མོ་གི་ད་སྐད་ཆ་འགྱུར་བ་འགྲོ་གི་ཡོད་པ་དེ་འདྲ་ཧ་གོ་ཤག་ནས་མོ་ཡང་སེ་སྐད་ཆ་དྲིས་ཤག་གང་ལྟར་མོ་རང་མོ་རང་ད་དོགས་པ་བརྒྱ་ཆ་བརྒྱ་བསླད་ཤག་ནས་པུ་ལིས་ལ་དོ་རྩིས་སྤྲད་ཤག་ཉེས་རྟོག་པ་ལ་རྩིས་སྤྲད་བྱས་ཤག།

ག་ལེ་ཇེ་ཆགས་ཀྱི་ཡོད་རེད་ཅེས་ན་ད་དེ་ཚོ་ད་ལྟའི་རྒྱ་གར་ནང་གནས་ཚུལ་ཤུགས་ཆེན་པོ་འགྲོ་བསྡད་ཀྱི་ལོག་རེད། ལབ་གླེང་ཆེན་པོ་ཡོད་པའི་གནས་ཚུལ་བཅས་ཆགས་བསྡད་ཀྱི་འདུག་དེ་ནི་པ་ཁི་སི་ཐན་གྱི་དམག་སྤྱི་ཨ་ཟིམ་མོན་ནུར་གྱིས་ནི་པ་ཁི་སི་ཐན་གྱི་དམག་མི་ཡོངས་ཀྱི་གླ་ཆ་དེ་ནི་བརྒྱ་ཆ་ཉིས་རྩ་ལྔ་ཡར་སྤར་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ང་ཞེས་པ་ཁི་སི་ཐན་དམག་མི་གྱི་མ་འོངས་པའི་ད་ཁ་ལོ

ངས་ད་ལྟ་དེ་ཚོ་ཚང་མ་ཡག་རུ་བཏང་ཡག་གི་ཆ་ཤས་ཡོད་དེ་བས་ནི་ཚོའི་ལྕེ་ཡ་རེད་དེ་ཤ་རྩ་བའི་པ་ཀི་སི་ཐན་ད་ལྟའི་ད་འཛམ་གླིང་ནང་ལོ་ཡ་བུ་ལོན་ཆེན་པོ་ཡོད་དེ་བ་ད་དཔལ་འབྱོར་གི་དཀའ་ངལ་ཆེན་པོ་ཡོད་པ་རེད་དེ་ཡེ་ནས་དམག་དོན་ཡ་འགྲོ་སོང་འཕར་མ་དེ་བཏང་པ་དེ་ད་ཡ་མཚན་ཆགས་ཡོད་བས་ནི་ཚོའི་ལྕེ་ཡ་ཆགས་དེ་གི་འདུག། འཛམ་གླིང་དམག་འཁྲུག་ཁག་ད་བྲལ་བས་ནི་ཚོའི་ལྕེ་ཤུལ་བས་ན་ད་ད་ལྟའི་ཨ་རིའི་གི་ཕྱི་སྲིད་དྲུང་ཆེ་མར་ཁོ་རོ་བི་ཡོ

པཱ་ལེ་སི་ཐན་གྱི་མིས་ནི་རང་དབང་ལྡན་པའི་ཐོག་ནས་གནས་བཅུག་དགོས་ཀྱི་རེད་ཟེར་བ་དག་ནི་ཞེས་སྔོན་མ་སྟབས་དམག་དང་འབྲེལ་བའི་སྐབས་སུ་བྲོས་འབྱོར་དུ་ཕྱིན་པའི་ནི་གྷ་ཛ་གྱི་ཡུལ་མི་དེ་ཚོས་ནི་ཚུར་ལོག་བཅུག་དགོས་ཀྱི་རེད་ཟེར་ནས་ཞེས་པའི་ནི་ཚུལ་དཔྱད་རེད་དེ་བཤད་དག་ནི་ཞེས Gulf Cooperation Council གྱི་རུ་ཁག་ནི་ད་ལྟའི Lebanon དང་འབྲེལ་བའི་ཐོག་ནས Lebanon དེ་ད Lebanon རང་གི་དང་བང་དང་ནི་ཁོ་རང་སོའི་ད་རྒྱལ་ཁབ་རང་དབང་ལྡན་པའི།

ཨ་ནི་ཉེ་འཁོར་གྱི་ཁྱིམ་མཚེས་དེ་ཚོ་མཉམ་དུ་ཡན་ལག་འདྲེས་བྱས་བྱས་དམག་འདྲ་མི་འདྲ་རྒྱལ་ད་གང་ད་ཨི་རན་གྱི་ཡེ་མེན་རེད་ཨ་ནི་ད་འདི་ལེ་བྷེ་ནོན་རེད་གྷ་ཛ་རེད་དེ་ཚོ་དང་དམག་མང་པོ་གེགས་ཡོད་པ་རེད་དེ་ཚོ་གི་ཐོག་ལ་ཨ་ནི་འབྲེལ་བ་བྱས་མ་ཆོག་ཡ་དེ་འདྲས་ཀྱི་ཐོག་ལ་ཡང་དགའ་མོས་བྱུང་ཡོད་པས་ནི་ཚོའི་དཔྱད་རེད་ད་ཤ་གང་ད་འདི་གི་རྗེས་ལ་ད་འདི Strait of Hormuz ད་གང་ད་ཨི་རན་གྱི་ཉེ་ཆར་གྲུ་གཟིངས་གི་འགྲོ་ལམ་དང་འབྲེལ་བའི་ཐོག་ནས་བསྡད་ཡ་ཨ་ནི་གཅིག་གྲུ་པ།

ཁོ་རང་ཚོས་ཀྱི་ད་ལྟའི་ཨི་རན་གྱིས་སིང་ག་པུར་གྱི་ཆུ་རུལ་ཐོག་ལ་དུག་གནོད་སྐྱོན་བྱས་པ་དང་འབྲེལ་བའི་ཐོག་ནས་ནི་ཕ་གི་དེ་སྟེར་གྱི་ཡོད་པ་དང་ཐ་ན་ཞེ་ད་ད་ལྟའི་ཡ་ནི་མ་གྲུ་སིང་གྲོ་ཡ་ལྷག་བསྡད་པ་དེ་གྲུ་སིང་དྲུག་བརྒྱ་ཨ་ནི་དུ་ས་སྣུམ་ཨོར་ངན་ནེར་རྒྱས་ཨོར་ངན་ནེར་ཚོང་རྫས་ཨོར་ངན་ནེར་གང་དག་ལྷག་བསྡད་ཡོད་པ་དེ་ཚོ་ཚང་མ་བདེ་འཇགས་ཀྱི་ངོས་ནས་འགྲོ་ཐུ་ཡ་གྱི་ཐོག་ལ་ཨ་ནི་རེ་བ་རྒྱག་གི་ཡོད་པའི་ནི་ཚོའི་དཔྱད་རེད་དེ་ཤ། དེ་ནི་ཨ་རིའི་སྲིད་འཛིན་གཞོན་པ་ཇེ་ལྡི་ཝེན་སི་གིས་བཤད་བྱས་པ་ཕྱིན་ན་ཨི་རན་གྱི་ད་ལྟའི་དམག་གི་རུ་ཁག IRGC གྱི་རུ་ཁག་དང་ཨ་རིའི་གི་དམག་གི་རུ་ཁག་གཉིས་ཀྱི་བར་ཡ་ཐེ་ཀར་གྱི་བཀའ་མོལ་བྱུང་ཡ་གི་གནས་ཚུལ་ཡང་བྱུང་ཡོད་པའི་གནས་ཚུལ་གཅིག་དང་ཨ་ནི་ད་ལྟའི IRG གྱི་སྐུ་ཚབ་ཨ་ནི་སང་ཉིན་དུ་ས་ཁ་ཏར་གྱི་རྡོ་ཧ་ལ་ཡོང་ཆེད་ཨ་ནི་ཨ་རིའི་གི་རུ་ཁག་ཕར་འགྲོ་ཆེད་ཨ་ནི་ཕ་ཁི་ལ་གྱི་གྲས་བྱུང་པའི་ཐོག་ནས་སྐད་ཆ་བཤད་གི་བྱ་བཞིན་ཡོད་འདོད་པའི་གནས་ཚུལ་བཅས་རེད་དེ་ཤ

ཨ་འདི་གཙོ་བོ་སྨན་བཅོས་དང་སྟབས་དེ་འདྲའི་མི་ནད་པར་ཁྲིད་ཡ་རེད་ཨ་ནི་མི་སྐྱོན་བྱུང་ན་རེད་སྟབས་དེ་འདྲའི་སྐབས་སུ་བེད་སྤྱོད་བཏང་ཡ་ཡིན་སྟངས་ཤིག་ཡོད་པའི་ནི་ཚོད་དཔྱད་རེད་དེ་ཤ་རྩ་བའི་གནམ་གྲུ་ཐེ་བོ་གནམ་གྲུ་དེ་ཡིན་ན་གཅིག་དམག་སྐབས་སུ་ཡ་མ་འོ་དྲན་བྱས་སྟབས་དེ་འདྲའི་གི་ཐོག་ལ་བེད་སྤྱོད་ཤུགས་ཆེན་པོ་ཡོད་དེ་བའི་གནམ་གྲུ་གཅིག་ལོག་རེད་ཐེ་བོ་གནམ་གྲུ་ཆགས་དེ་གི་ཡོད་དྲ་དེ་ནི་ཁ་སང་དུ་སི་ནེ་ཀྲོ་གི་དྲུང་ཆེ་མར་ཀ་རུ་ཏི་གི་ད་ལྟའི་ཨི་ཐི་ལི་གིས་ད་ལྟའི་ཨ་རིའི་གིས་ཨི་རན་ཐོག་ལ་དམག་བརྒྱབ་པའི་སྐབས་སུ་མཐུན་འགྱུར་བྱས་པ་རེད་བྱས་པ་མ་ཟད་ཨ་རིའི་གིས་ད་ལྟའི་དམག་གི་དམག་གི་གནམ་གྲུ་ལྔ་བརྒྱ་ནི་ཨི་ཐི་ལི་ལ་ཡོད་བསྡད་པའི་ཨ་རིའི་གིས་གནམ་ཐང་ནས་ཕུར་བ་རེད་ཞེས་ཨི་བྷེ་ནི་ཚོས་བཅད་རེ་དེ་ཤ་ཡོད་ནི་ཨི་ཐི་ལི་གི་སྲིད་བློན་ཇོར་ཇི་ཨ་མི་ལ་ནི་ཡ་གིས་ཨ་ནི་ང་དེ་འདྲའི་གི་ལས་སླ་བོ་སྐད་ཆ་མ་ཤེས་ས་ཁ་གང་ད་ང་ཚོའི་གིས་ད་ལྟའི་ཨ་རི་དང་ཨི་རན་གི་དམག་གི་ནང་ལོགས་ལས་ཁ་ལོ། རྫུན་ཤོད་དང་ཆ་ཤས་གང་ཡང་ལེན་མེད་ཟེར་བ་ནི་སྐད་ཆ་ག་རེ་བཤད་ན་དོགས་ཟོན་བྱེད་རོགས་བྱས་ལེན་བཤད་པའི་བཤད་བྱ་ལེན་འདེགས་རྒྱབ་པའི་ནི་ཚོད་དཔྱད་རེད་འདི་ཤག་དེ་ནི་ར་ཤི་ཡ་གིས་ཡུག་ཀེ་རེན་གི་ཐོག་ལ་མེ་ཤུགས་འཕུར་མདའ། Ballistic ལ་ཨོ་ར་ད་ག་འདའ་གསར་ཤོད་ཀྱི་དེ་འདྲའི་ཁག་བཅས་རྒྱབ་བྱས་ནི་ད་ལྟའི་ཡུག་ཀེ་རེན་གྱི་ས་ཆ་ཁག་གཅིག་ལ་གཏོར་སྐྱོན་ཤུགས་ཆེན་པོ་ཐེབས་ཡོད་པའི་ནི་ཚོད་དཔྱད་རེད་འདི་ཤག། མི་གཉིས་ལ་དམིགས་སྐྱོན་བྱུང་ཡོད་པ་དང་ཡུཀ་རེན་གྱི་རྒྱལ་ས་ཀེ་བྷ་སྐྱེས་ནས་དེ་འདྲ་ར་ཤི་ཡ་གིས་དེ་འདྲ་རྒྱབ་གི་འདུག་ཚང་མ་ཨ་ནི་ས་བྷ་ལོ་མ་ཛུའུ་སི་ལ་ཆུ་བེད་ཁྱབ་བསྒྲགས་བཏང་པས་ནི་ཚོས་དེ་འདྲ་བྱས་བྱུང་དེ་ཤི་དེ་ནི་སྟག་ཉིས་བརྒྱ་འདུག་ས་ད་འདི་ཝེ་ནི་ཛེ་ལ་ལ་སེམས་རྒྱ་བའི་རྐྱེན་པའི་ཐོག་ནས་ད་འདི་ཆ་ནས་མི་ཉིས་བརྒྱ་གསུམ་སོ་ལྔ་དེ་རོང་སུ་ཕྱིན་པ་ཐག་གཅོད་བྱུང་ཡོད་པ་དང་ཨ་ནི་མུ་མཐུད་ནས་ད་ས་བ་ལ་ད་སྔོ་ཆ་ཚད་དེ་གི་ཡོད་པའི་ནི་ཚོའི་དཔྱད་རེད་ཤ་མི་གཅིག་སྟོང་ལྔ་བརྒྱ་སྐོར་ཅིག་ལ་དམེ་སྐྱོན་བྱུང་ཡོད་པའི་ནི་ཚོའི་དཔྱད་རེད་ཤ་དེའི་ནང་ལ་ཕྱི་རྒྱལ་གི་ཡུལ་མི Spain ནི་ཡིན་དེ་པ Brazil ནི་ཡིན་དེ་པ་རྒྱ་ནག་ནི་ཡིན་དེ་པ Italy ནི་ཡིན་དེ་པ Portugal ནི་ཡིན་དེ་པ་མི་དེ་འདྲའི་ཁ་ཅིག་མི་བདུན་ཅིག་ཕྱི་རྒྱལ་གི་མི་ཡིན་པ་ད་ད་འདྲའི་ནི་ཕྱི་རྒྱལ་གི་ཡུལ་སྐོར་བ་མི་ཁ་ཅིག་གི་ད་ཕུང་པོ་ལག་རེ་ཁ་སོང་ཆ་མེད་དུ་འཆིང་ཡོད་པའི་ནི་ཚོའི་དཔྱད་རེད་ཤ།